ལས། དེ་ནས་ད་སྒྲོལ་མའི་ཕ་ཡོན་ནས་འགྲེལ་བཤད་ས་ན་མཛད་གནས་མཐུན་འབྲེལ་ཚོགས་པ་གཙོ་བོར་གྱུར་པས། དེ་ནས་ལ་དྭགས་སའི་ཆོས་གྲོགས་ཕོ་མོ་ཡོངས་ལ་སྔ་དྲོ་བདེ་ལེགས་ཞུན། དེ་ནས། དེ་རིང་ངས་སྒྲོལ་མའི་ཕ་ཡོན་ནས་འགྲེལ་བཤད་མ་ཞུ་བ་ང་ལ་ཨ་ལས། དེ་ནས་ངས་ཡིས་སྒྲོལ་མའི་འགྲེལ་བཤད་ཞུ་བ་ཟབ་རྒྱུ་དེ་སྒྲོལ་མའི་འགྲེལ་བཤད་ཞུ་མཁན་པོ། དེ་ནས་དྭགས་ས་ང་དང་ལ་དྭགས་སའི་ས་མཚམས་སྲུང་བ་མཛད་མཁན་སྤོ་བོ་ཁྱོགས་སྟོང།

དེ་ནས་དེ་ཚོགས་པའི་ནང་མང་པོ་ཞིག་མཉན་ནས་ཇེ་རགས་ལ་མཉན་ཏེ་ཕན་ཐོགས་རག་མཛད་དེ་དེ་ནས་ང་ཚུར་ལ་མི་བསད་རྒྱུར་གྱུར་པ་ཞིག་བདེན་པ་རང་ད་ཉིད་ཅང་སྲིད་པའོ་ཁྱོགས་སྟོང་གོ་ནི་ན་བཟོ་བ་ད་ཉིད་ཅང་རྒྱ་གར་ར་མེད་སམ་ཚམ་རུང་བྱས་དང་དེ་བཟོ་བ་ད་ཉིད་དང་མཚན་རང་ཤོག་སྦེན་ལས་ཚུགས་བསྟན་ལ་འཇིགས་སྣང་ཉན་པོ་འདུག་གོ་ས་ནོག་ཉིད་ཅང་དེ་ཙམ་ཞིག་ཆུ་སྤྲེལ་ཟེར་རེ་ལྟོས་སང་མེད་རྒྱ་གར་ལ་ཨི་ན་ཡང་དེ། དུས་ཚོད་གགས་སྤོ་སྙན་པོ་ཡོད་ན་ཡང་དེ་ལྟེ་བར་པའང་ཉེ་ཆར་རང་བསྟོད་སྤིང་སྟེ་འགྲོལ་མེད་འགྲེལ་བཤད་གསན་བྱས་སོ། ངས་ངོ་ནས་ཉེ་ཆར་ཐུགས་རྗེ་ཆེ་ཟེར་ཞུན། དེ་ནས། ངས་འགྲོལ་མེད་འགྲེལ་བཤད་ཞུས་ཤོག་ཁོ་རང་བརྩམས་ཐུབ་ཐུབ་དེ་ནས་སྐྱ་བོ་བུ་མོ་ཀུན་ལ། ནས་འགྲོལ་མེད། འགྲེལ་བཤད་བདག་ལ་ཧ་གོ་ཡོང་བྱས་སུ་ཕེབས་ཞུས་ཏེ་ཡིན། དེ་ནས་ཨི་ན་བཟོ་བ་དང་ཉེ་ཆར་མགོན་ལ་བསྟན་པ་རང་དག་དུས་རྒྱུན་དུ་དེ་ནས། འཇིགས་སྣང་གི་ནང་ལ་འདུག་གོ་ད་བཟང་དེ་ནས་སྒྲོལ་མས་སྐྱོར་བྱ་ཞིག་དང་དེ་ནས་སྒྲོལ་མས་འགྲེལ་བཤད་ཧ་གོ་བྱས་ཟིན་ཡང་དེ་སྣ་ཚོགས་སྒྲོལ་མས་རྫུན་སྔགས་འདོན་ཐུབ་ན་ཏན་ཏན་རང་སེམས་མ་གཞི་བདེ་ཐོབ་པ་ནོག་ཟེར་དེ་བཞིན་ཨོ་སྐྱོར་པ་ཞིག་དེ་ནས་ང་མིག་སེར་ལས་དེ་ནས་ལ་དྭགས་སེ་ཧ་ལ་སྤ་བོ་ཁྱོག་སྟོང་གོ་ནས་དེ་ནས་སྒྲོལ་མས་གཉའ་ནས་ཡོད་དེ་ནས་ཁོང་ང་ཕོ་མདོག་རག་ཟེར་དེ་མི་སེར་བཞི་ར་ཉིན་པོ་དེ་ནས་ང་སེར་མ་མིག་སེར་ལས་ཐར་བུ་སོང་ཡ་རྒྱུ་ལས། དེ་ནས་ད་དེ་རིང་སྒྲོལ་མའི་ཕ་ཡུལ་གཉིས་པ། དེ་ནས་རིག་སྔགས་སྟོན་པའི་ཕ་ཡུལ་འཛི་རུ་ཞུ་འདོད་ཨ་ལས། དེ་ནས་རིག་སྔགས་སྟོན་པའི་ཕ་ཡུལ་འཛི་ན། རིག་སྔགས་ཞུ་ན་དེ་ནས་གཟུངས་སྔགས་ཞུ་འདོད་ཨེ་ལས་ད་ས། དེ་ནས་རྗེ་བཙུན་སྒྲོལ་མའི་གཟུངས་སྔགས་དུས་ཀྱང་ང་དང་ཤི་རེ་འདུག་ཟེར་ནོ། ཨོམ་བཏགས་རེ་བཏུ་བཏགས་རེ་བཏུ་རེ་གསོལ་བ་བསྩལ་ཏེ་དེ་ནས་དེ་བས་ལ་ཡི་གེ་བཅུ་པའི་སྔགས་ཟེར་རེ་ཞུ་འདོད་ཨེ་ལས། དེ་ནས་དེ་ཡི་གེ་བཅུ་པའི་སྔགས་པོ་ལ་གཟུངས་སྔགས་ཡིན་ནོ། དེ་ནས་དེ་གཟུངས་སྔགས་དྲན་པའི་ཕ་ཡོན་མཛད་ནས་དེ་ནས་གཟུངས་སྔགས་པོ། དེ་ནས་སྔགས་དང་སྦྱར་ནས། བསྐྱོད་ར་མ་བཙལ། དེ་ནས་ལྟེ་བའི་སེམས་ལ་དྲན་ནཱ་ལ། དེ་ནས་རུ་སྔགས་གཟུངས་སྔགས་དྲན་བྱེད་པོ་ལ་དེ་ནས་གཟུངས་སྔགས་ཀྱི་ཚིག་དྲན་བྱེད་ཞེས་དང། དེ་ནས་གཟུངས་སྔགས་དོན་རྟགས་དྲན་བྱེད་གཉིས་བརྗོད་དེ་ནོག་དེ་ནས་ཚིག་པོ་ཏུ་གཡོན་ཉེ་བྱང་བསྐྱོད་ར་གྱི་ལ་ཚིག་པོ། ནས། ཉེ་བྱང་སེམས་ནཱ། དེ་ནས། ཚིག་པོ་ད་ཤེས་ཟེར་ནོ་བ་ལ་ཚིག་པོ་ཤེས་སུ་སྐྱོ་ར་ཅན་པོ་དེ་ནི་ཚིག་པོ་ད་དྲན་དེ་ནོ་དེ་དེ་སང་སྐལ་ཆད་ད་གཟུངས་སྔགས་དོན་རྟགས་དྲན་དགོས་ཞེས་པོ་སྐལ་ཆེན་པོ་ཡིན་ནོ། དེ་ནི་གཟུངས་སྔགས་ཀྱི་ཚིག་དང་དོན་དྲན་ཏེ་དེ་ནི་སྐྱོ་ར་ན་དེ་ནི་ཕ་ཡུལ་གྱིས་བཀྱག་ཟེར་ཏེ་དེས་སྐོར་ཞུ་བྱ་ནོ། དེ་ནི་དེས་མ་ཞུས་ང་ལ་དེ་ནི་མགོ་མ་ངས་དེ་རིང་གཟུངས་སྔགས་འགྲེལ་བཤད་ཅིག་ཞུས་ན་དེ་བོ། སྐལ་ཆེན་པོ་ཞིག་མཐོང་གྲགས་ལས། དེ་ནས་ཡིན་ན་བཟོ། སྒྲོལ་མའི་གཟུངས་སྔགས་འབྲི་བཤད་ཅིག་བལྟ་བཞུ་ཙར། དེ་རིང་ཡང། སྒྲོལ་མའི་གཟུངས་སྔགས་འབྲི་བཤད་པོ་ཡང་བརྩེ་བས་ཤིག། བརྟག་ལ་བཞུ་གནས་པོ་དང་ཡང་སོ་སོའི་ཚུལ་ལ་བརྩེ་བས་བཞུ་གནང་ལས། དེ་ནས་སྒོ་མ་ལྟ་ང་དང་གཡོ་སྐལ་ཆེན་པོ་འདུག་རྗེ་བཙུན་སྒྲོལ་མའི་གཟུངས་སྔགས་པོ་གསོལ་གསུངས་སྟེ་ནོག་ཟེར་ལྟེ་བ་ཁེངས་སྒོ་ཕྱེ་སྐལ་ཆེན་པོ་ནོག་ལྷ་ལས། ཡིན་ན་བཟོ་ད་རྗེ་བཙུན་སྒྲོལ་མས། སྒྲོལ་མ་ཉུལ་ཙར་ཅིག་གིས་བདག་ས་ང་དང་དུས་རྒྱུན་སྐྱོ་རུ་འདུག་ག་ནས། སྤེ་བྱའོ་དང་དེ་ནས་སྒྲོལ་མའི་ཕ་ཡོན་པོ། ནས་སངས་རྒྱས་རྣམ་པར་སྣང་མཛད་གསུང་ཟིན་ནོ། ཞེས་པ་གཅིག་སངས་རྒྱས་རྣམ་པར་སྣང་མཛད་ཟེར་སྒྲོལ་མ་གསུང་གྱིས་ལ་སྒྲོལ་མའི་གཟུངས་སྔགས་པའང་གསུང་ཟེར་ཀྱང། སྤེལ་ན་འདག་ས་སྒྲོལ་མའི་ཚིག་རྣམས་བིང་མདོ་གསོལ་བ་དབུམ་དང་ཡང་དག་ལྡན་པས་སྡིག་པ་ཆེན་པོ་འཇོམས་པ་ཉིད་མ་ཟད་དེ། མཇུག་ལ་གསོལ་བ་ཡོད་མཁན་དང་མགོ་ལ་དབུམ་ཡོད་མཁན་ནས་ངག་པོ་བཏོན་ན་དེ་ནི་སྡིག་པ་ཆེན་པོ་ཡིན་ནོ་འཇོམས་ཐུབ་པས་མཛད་དེ་དེའུ་ལ་དེ་ནས། དེ་གི་ལ་དྭགས་འགྲུལ་མེད་གཟུངས་སྔགས་པོ་ཏི་ནས་གསུངས་ཟིན་བ་ལས། ཡིན་ན་ཡང་ད་ལྟ་གསང་སྔགས་དང་རྣམ་འདྲེན་བཞི་པ། སངས་རྒྱས་ཤཱཀྱའི་བསྟོད་པས་ནི་འགྲུལ་མེད། འགྲུལ་མ་ཉུས་ས་གཅིག་དང་དེ་ནས་འགྲུལ་མེད་གཟུངས་སྔགས། དེ་གསུངས་སོད་གེགས་དེ་ནས་འགྲུལ་མེད་གཟུངས་སྔགས་པོ་དགའ་རུ་གསུངས་སོད་གེགས་བཞི་ན། དེ་ནས་སངས་རྒྱས་ཐུགས་རྗེ་ཅན་ནས་གསང་བ་འདུས་པའི་རྩ་རྒྱུད་རྫི་རིལ་གེགས་རྩ་རྒྱུད་པོ་ལ། ལེའུ་བཅུ་བདུན་ནས་གེགས་ཡྃ་ལས། དེ་ནང་ནས་དེ་ནས་ལེའུ་བཅུ་བཞི་པའི་ནང་ལ་བདག་སངས་རྒྱས་འགྲུལ་མེད་གཟུངས་སྔགས་གསུངས་སོད་གེགས། དེ་ནས་གསང་བ་འདུས་པའི་རྩ་རྒྱུད་ཀྱི་དེ་ནས་འགྲེལ་བཤད་དེ་ཡོངས་ལ་བཀག་ལ། དེ་ལ་འགྲེལ་བ་དང་འགྲེལ་བྱེད་འཛེར་ཡོང་རོགས། དེ་ནས་དེ་གཟུངས་སྔགས་བདུན་བཏགས་པའང་གསུངས་སོ་ཀྱག། སྐྱོད་པ་ཅིག་བཏགས་ས་ཡི། རྣམ་འདྲེན་བཞི་པ་སངས་རྒྱས་ཤཱ་ཀྱའི་ཐུ་བས་ཡིན་ན་ཡང། དེ་ནས་རྗེ་བཙུན་སྒྲོལ་མའི་གཟུངས་སྔགས་གསུངས་སོ་ཀྱག་ཟེར་དོན་དག་པོ་ངས་བལྟས་པའི་གཞུད་བྱ་ཡིན། དེ་ནས་ད་སྦྲུལ་མའི་གཟུངས་སྔགས་འགྲེལ་བཤད་ཅིག་ཞུ་ན་ལེགས། དེ་ནས་སྦྲུལ་མའི་གཟུངས་སྔགས་པོ། དེ་ནས་ཧཱུྃ་ཏཱ་རེ་ཏུ་ཏཱ་རེ་ཏུ་རེ་སོ་ཨཱ་ཙི་རེ་ཏཱ་ས་ཡི་གེ་བཅུ་པའི་སྔགས་པོ་ཨི་ནོག། དེ་ནས་དེ་ནང་ནས་ད་ཡི་གེ་དང་པོ་པོ་ཨོམ་ཡོད་དེ་ནོག་པཱ་ལེ། དེ་ནས་ཨོམ་པའི་ནང་ང་ད་མཁན་གོ་ཤ་ཅིག་ལ། དེ་ནས་ཡི་གེ་འབྲུ་གསུམ་ཡོད་དེ་ནོག་ཨ་ལེ་ཡི་གེ་འབྲུ་གསུམ་པོ་ཅི་ནོག་ཅུ་ན། ཨ་ན་རོ་མ་གསུམ་ཨི་ནོག། དེ་ནས་ཨ་ན་རོ་མ་གསུམ་པའི་དོན་རྟགས་པོ་ཅི་ནོག་ཅུ་ན། སྒོ་མ། ཡི་གེ་ཨ་བྷེ། དེ་ནས་སྐྱབས་ཡུལ་དག་ས་རྗེ་བཙུན་སྦྲུལ་མའི། སྔགས་དང་འབྲེལ་ཏེ་ཞུ་ན་རྗེ་བཙུན་སྒྲོལ་མའི་སྐུ་རྡོ་རྗེའི་ལྟ་ན་ནོངས་ཡ་ལས། དེ་ནས་ཡི་གེ་ཨ་འཇུག་ལ་ནཱ་རོ་བཞི་བཟློག། ནཱ་རོ་པས་རྗེ་བཙུན་སྒྲོལ་མའི་གསུང་རྡོ་རྗེའི་ལྟ་ན་ནོག། དེ་ནས་མ་བཞི་བཀྱག་པ་མ་པས་རྗེ་བཙུན་སྒྲོལ་མའི་ཐུགས་རྡོ་རྗེའི་ལྟ་ན་ནོག། མདོར་བསྡུ་ན། ཨེ་ནས་ཨོམ་ཡི་གེ་བས་ཅི་ལྟ་ན་ནོག་ཟེར་ན་ཨོམ་མའི་དོན་རྟགས་པོ། སྐྱེས་བུའི་བདག་ས་སྒྲོལ་མ་དང་འབྲེལ་ཏེ་ཞུ་ན། སྐྱེས་བུའི་རྗེ་བཙུན་སྒྲོལ་མའི་སྐུ་རྡོ་རྗེ་གསུང་རྡོ་རྗེ་ཐུགས་རྡོ་རྗེའི་ལྟ་ན་ནོག་ཡ་ལས། ཏེའུ་ཀ་ཟུ་ཨེ་ནོག་ཞུ་ན་དེ་ནས་དུས་རྒྱུན་ང་ལྟར་རང། ནས་ལུས་ངག་ཡིད་གསུམ་ཡོད་དོ་ལ་ཡིག་འགལ་བཤད་འཇུག་ན body mind speech ཡོད་དོ་ལ་དེ་ནས་ང་དང་ལུས་ངག་ཡིད་གསུམ་པོ་མ་དག་པའི་ལུས་ངག་ཡིད་གསུམ་ཡིན་ནོ་མ་དག་པའི་ལུས་ངག་ཡིད་གསུམ་བརྗོད་ན་དེ་ནས་ང་དང་དག་ས་ལུས་དང་ངག་ལ་ཡིད་གསུམ་ག་ལ་དེ་ནས་སྒྲིབ་པ་དང་སྡིག་པ་ཡོད་དོ་ལ་སྤེལ་པོ་ན་དེ་ནས་ལུས་ལ་ནས་ལུས་ཀྱི་མི་དགེ་བ་ཡོད་དོ་དེ་ན་གཙོ་ལ་སྔགས་ན་སྔགས་ཀྱི་མི་དགེ་བ་ཡོད་དོ་ནོ་ཨིད་ལ་ཨིད་ཀྱི་མི་དགེ་བ་ཡོད་དོ་ནོ་དུ་རྒྱུ་ལྔ་དང། ལུས་ཀྱི་ལས་ནི་རྣམ་པ་གསུམ་ངག་གི་རྣམ་པ་བཞི་དང་ནི། ཀྵ་ཡང་ཨིད་ཀྱི་རྣམ་གསུམ་སྟེ་མི་དགེ་བཅུ་པོ་སོ་སོར་བཤགས་ཟེར་ཏེ། མི་དགེ་བཅུ་ལྔ་དང་ལུས་ལྔ་ཨི་སུ་མ་ཧོ་སྟེ་བར་ན་བ་ལ། སྐྱོད་པ་ཅིག་ང་དང་ལྷན་ནི་ལུས་སུ་བོ་དགེ་དེ་ན། ཨེ་ནས་མ་བརྟགས་པ་ག་སུ་ཡོད་ནོ་ཟེར་ན་སྡིག་པ་དང་སྒྲིབ་པ་དེ་སུ་ཡོད་པ་སང་མ་བརྟགས་པ་ཡིན་ནོ། དེས་སྐྱོད་པ་སང་བརྟགས་ང་དང་ལུས་ལྔ་ཨི་སུམ་བོ། ཨེ་ནས་སྡིག་པ་དང་སྒྲིབ་པ་བརྟགས། དེ་ནས་བདག་སར་བཏགས་པ། སྐྱེས་བུ་རྗེ་བཙུན་སྒྲོལ་མས། ང་དང་ལུས་སྤེལ་ན་ལུས་ཀྱི་སྡིག་པ་དང་སྒྲིབ་པ་འདག་སྲིད་རྗེ་བཙུན་སྒྲོལ་མའི་སྐུ་ཡི་ངོ་བོར་འགྱུར་བྱ་ཞིག་དང། དེས་ན་གཙོ་ལ་སྔགས་ཀྱི་སྡིག་པ་དང་སྒྲིབ་པ་འདག་སྲིད་རྗེ་བཙུན་སྒྲོལ་མའི་གསུང་གི་ངོ་བོར་འགྱུར་བྱ་ཞིག། དེས་ན་གཙོ་ལ་ངག་དང་ཨིད་ཀྱི་སྒྲིབ་པ་དང་སྡིག་པ་འདག་སྲིད་རྗེ་བཙུན་སྒྲོལ་མའི་ཐུགས་ཀྱི་ངོ་བོར་འགྱུར་བྱ་ཞིག་པའི། བདག་སར་སྒྲོལ་མའི་གཟུངས་སྔགས་བཏགས་པ་ལ་ཨོམ་ཡོད་དོ་ནི་ཧོ་དང། མདོར་བསྡུས་ཏེ་ཞུས་ན། ཨོ་མི་དང་བདག་པོ། ནས་ང་ད་རང་མ་བརྟགས་པའི་ལུས་ངག་ཡིད་གསུམ་བདག། ཟས་བདག། པ་ནས་བརྟགས། པ་བདག། ས་སྐྱེ་བོའི་རྗེ་བཙུན་སྒྲོལ་མའི་སྐུ་གསུང་ཐུགས་ཀྱི་དངོས་བོ་རྒྱུར་བྱ་ཞིག། ཨོ། དེ་ནས་མཚོན་དོན་ལ་བདག་ས་ཡི་ཨོམ་པས་དོན་བརྟགས་ཏེ་གཟུགས་ཅན་ང་དང། མཁན་པོ་ཞེས་སྐད་ཆེན་པོ་ནོ་ཨ་ལས། དེ་ནས་ད་ཡི་ལག་དམར་དགུ་བ་ལ། ད་རེ་དུ་ད་རེ་དུ་རེ་བཟོ་བར་མཛད་དེ་དེ་ནས་ཨི་ཀའི་དགུ་ཡི་འགྲེལ་བཤད་ཞུས་ན། དེ་ནས་དེ་འོ་ངས། དུས་རྒྱུན་ང་དང་ལ་སྒྲོལ་མའི་གཟུགས་ངག་མ་སྐྱོ་རེ་མ་སྐྱོ་རེ་ང་ལ་དེ་ནས་སྒྲོལ་མའི་གཟུགས་པ་ཚིག་གི་གཟུགས་ཤིག་སྐྱོ་རང་པ། འཁོར་བ་ལས་སྒྲོལ་ད་རེ་མ་དུ་ད་ར་ཡི་འཇིགས་ཀྱི་སྒྲོལ་དུ་རའི་རྣ་བ་གནམ་ལས་འགྲོལ། འགྲོལ་མ་ཡུམ་ལ་ཕྱག་འཚལ་ལོ་ཟེར་ཏེ་དེའི་ངེས། དེའི་སྲིད་དུ་དཔེ་ཚིག་པོ་དང་འབྲེལ་ཏེ་འགྲོལ་མའི་གཟུངས་སྔགས་འགྲེལ་བཤད་བཞིན། དེ་ནས་དེའི་ཚིགས་བཅད་བཏོན་ན་འགྲོལ་མའི་གཟུངས་སྔགས་འགྲེལ་བཤད་སྦྱིན་ན་བཟོད་པ་འབིགས་ང་ནོག་ཨ་ལས། སྤེར་ནང་དུ་གོང་མ། ཏཱ་རེ་ཏུན་བདག་པོ་བྱིན་ནོ་ཟེར་ན། བདག་སྲིད་དུ། འཁོར་བ་ལས་སྒྲོལ་ཏཱ་རེ་མ་ཨ་ཟེར་ཏེ་ཚིགས་བཅད་དང་པོའི་ནང་ལོགས་ལ། རྗེ་བཙུན་སྒྲོལ་མ་ལ་ཏཱ་རེ་ཟེར་ལེགས་སྦྱར་སྐད་ན་ཏཱ་རེ་ཟེར་ཞོག་ནོག་པ་ཨ་ལ་ཏཱ་རེ་ཅི་བས་བཞུད་ཟིན་ནོ་ཟེར་ན། ད་རེས་བཞུ་བྱེད་པོ་སྒྲོལ་མས་སྒྲོལ་མ་ལ་ད་རེས་ཟེར་བྱུང་ལ། འོ་དེ་སྒྲོལ་མ་ལ་ནི་ལེགས་སྦྱར་སྐད་ནང་ལ་ད་རེས་ད་རེས་ཟེར་བྱུང་ནོ། དེ་ནས་སྒྲོལ་མའི་དོན་དག་པོ་ཅི་ནོ་ཟེར་ན་འཁོར་བ་ལས་སྒྲོལ་ཟེར་འབྲི་སྟེ་བ། འཁོར་བའི་སྡུག་བསྔལ་གྱི་རྒྱ་མཚོ་ལས་སྒྲོལ་བས་ན་སྒྲོལ་མ་ཟེར་བྱུང་ནོ་ཡ་ལེ་དེའོ་ལ་ལེགས་སྦྱར་སྐད་ན་ད་རེས་ཟེར་བྱུང་ནོ། དེ་ནས་རྗེ་བཙུན་སྒྲོལ་མ་ལ་གསོལ་བ་དང་སྨོན་ལམ་བཏབ་ན་དེ་ནས་རྗེ་བཙུན་སྒྲོལ་མ་ཡི་དམ་གྱི་ལར་བསྟོད་ན་ང་དང་འཁོར་བའི་སྡུག་བསྔལ་འགལ་རྩོད་ལ་འགྲོལ་ཐུབ་པ་ནོ་ཟེར་ཏེ་རྗེ་བཙུན་རོང་ཡ་ལས། ངོ་བོ་ད་ལྟར་རེ་དོན་བདག་པོ་དེ་སུ་ཞེས་ནོག། དེ་ནས་གཉིས་པ། ད་རེ་དུ་ལྟར་རེའི་དོན་བདག་པོ་ཅི་ནོག་ཟེར་ན་ཚིག་གཉིས་པས་ན་གསལ་པོ་བདོ་ཨ་དུ་ལྟར་ར་ཡི་འཇིགས་བརྒྱད་དུ་འགྲོལ་ཟེར། དུ་ལྟར་རེའི་དོན་བདག་པོ་འཇིགས་པ་བརྒྱད་ལ་འགྲོལ་བ་ཨ་ཞེས་ནོག། དེ་ནས་རྗེ་བཙུན་སྒྲོལ་མ་ལ་གསོལ་བ་བཏབ་ན་ང་དང་འཇིགས་པ་བརྒྱད་འབྱུང་འགལ་ལ་དེ་ནི་འཇིགས་པ་བརྒྱད་ལས་འགྲོལ་ཐུབ་པ་ནོག། དེ་ནི་འཇིགས་པ་བརྒྱད་དུ་བྱིན་ནོ་ཞུ་ན། སེང་གེའི་འཇིགས་པ། གླང་ཆེན་གྱི་འཇིགས་པ། མེའི་འཇིགས་པ། འབྲུལ་གྱི་འཇིགས་པ། ཆུ་ཡི་འཇིགས་པ། ལྕགས་སྒྲོག་གི་འཇིགས་པ། རྐུན་པོའི་འཇིགས་པ། ཤ་ཟའི་འཇིགས་པ། འོ་དེ་ཚོ་འཇིགས་པ་བརྒྱད་ང་དང་ཡོངས་དགེ་ལ་རྗེ་བཙུན་སྒྲོལ་མ་ལ་གསོལ་བ་སྨོན་ལམ་བཏབ་ན་དེ་ནི་འཇིགས་པ་བརྒྱད་ལ་སྒྲོལ་ཐུབ་པ་ནོ། ད་ལྟེ་བའི་འཇིགས་པ་བརྒྱད་ལ་སྒྲོལ་ཚུལ་སྤུན་ཟླ་བྱ་ངའི་སྒྲོལ་མའི་འགྲེལ་བཤད་ཀྱི་ལ་ནས་རེ་རེ་རེ་བྱས་བཞུགས་སུ་ཕུལ་ན་ལེགས། དེ་བས་དེ་རིང་ཡང་སྐྱར་གདབ་ཚེ་མི་འགྱུར། མདོར་བསྡུ་ན་དུ་ད་ར་ཡི་དོན་བདག་པོ་ཕྱིན་ནོ་ཞེ་ན་དུ་ད་ར་ཡི་དོན་བདག་པོ་འཇིགས་པ་བརྒྱད་ལ་འགྲོ་ལོ་ཨཱས། དེ་ནས་ཟླ་གསུམ་པ་ལ། འུམ་ད་རེ་དུ་ད་རེ་ཏུ་རེ་ཟེར་རེ་ད་ཏུ་རེ་དོན་བདག་པོ་ཕྱིན་ནོ་ཟེར་ན་ཚིགས་བཅད་གསུམ་པས་ན་གསལ་པོ་དག་ཏུ་རེ་རྣ་བ་རྣམས་ལས་འགྲོལ་ཏུ་རེ་དོན་བདག་པོ་ཕྱིན་ནོ་ཟེར་ན་སེམས་ཅན་གནད་ཀྱི་རྣར་བ་རྣམས་དེ་ནི་གནད་ལས་འགྲོལ་བའི་དོན་དག་ཅིག་ཡིན་ནོ། དཔེར་ན་ང་དང་ནི་མི་ཡིན་ན། སྐྱེ་བ་འགག་བ་རྣ་བའི་འཆི་བ་ཟད་དེ་རྣ་བའི་སྡུག་བསྔལ་ཡོང་བ་འདུག་ཨ། འོ་དུ་ཚོད་དེ་ནས་རྣ་བའི་སྡུག་བསྔལ་ཡོང་གི་ལ་དེ་ནས་རྗེ་བཙུན་སྒྲོལ་མ་གསོལ་བ་སྨོན་ལམ་བཏབ་ན་དེ་ནས་ནད་ལས་འགྲོལ་ཐུབ་པ་ནོ། དེ་ནས་ནད་ལས་འགྲོལ་ཐུབ་པའི། འགྲོལ་ཐུབ་བྱེད་སྤུ་དག་ས་ཡི་ཚིགས་ནས་སར་པོ་དོ། ཏུ་རེ་ན་བ་རྣམས་ལ་འགྲོལ། འོ་ད་ཏུ་རེ་དོ་བདག་པོ་ནད་ལས་འགྲོལ་ཐུབ་པ་ཟེར་གྱིས་སུ་ནོ་ཡ་ལས། དེ་ནས་ཚིགས་བཅད་བཅད་པས་གང་སྒྲོལ་མ་ཡུམ་ལ་ཕྱག་འཚལ་ལོ་ཟེར་ཏེ་རྗེ་བཙུན་སྒྲོལ་མ་བ་གད་ན།

ཁོང་གི་ཐུགས་རྒྱུད་ལ་ཡེ་ནས་རྟོགས་པ་འཁྲུངས་པར་བསམ། དེ་ནས་སངས་རྒྱས་ཐམས་ཅད་ཀྱི་ཡུམ་མིན་ཟེར་ཞོར་ནོ་ཡ་ལས། འོ་ད་བདག་ས་ཡི་ཚིག་དང་འབྲེལ་ཏེ་སྒྲོལ་མའི་གཟུངས་སྔགས་འགྲེལ་བཤད་འདི་གཟུགས་བཞིན་ནོ། དེ་ནས་འཇུག་པ་ལ། ཧོམ་ད་རེ་ཏུ་ད་རེ་ཏུ་རེ་གསོལ་བ་ཟེར་ཡོད་དོ་ནོ་བ་ལ། གསོལ་བ་ཟེར་ནས་ཅི་ནོ་ཟེར་ན་བཞི་བ་ཟེར་ཞོར་ནོ་བ་ལས། དེ་ནས་ཅི་བཞི་བ་ཟེར་ན་རྗེ་བཙུན་སྒྲོལ་མ་གསོལ་བ་བཏབ་ན་ང་དང་འཁོར་བའི་སྡུག་བསྔལ་གྱིས་ནི། ཚིགས་བཅད་དང་པོ་ནས་གསུང་བ་ནང་བཞིན་འཁོར་བའི་སྡུག་བསྔལ་གྱི་འགལ་ཚུལ་ལས། འཇིགས་པ་ལས་དེ་ནས་སྒྲོལ་ཐུབ་པ་ནོགས། འཇིགས་པ་བཞེས་ནོགས། ཡང་དེ་ནས་གཙོ་ལ་འཇིགས་པ་བརྒྱད་འབྱུང་འགལ་ལ་དེ་འོག་ནས་བཞེས་སུ་བྱ་ནོགས། དེ་ནས་གཙོ་ལ་དེ་ནས་ནད་གཟུར་མོ་འོང་འགལ་ལ་དེ་གོང་ནས་བཞེས་སུ་བྱ་ནོགས། ཟེར། ད་ལྟའི་བའི་དོན་དག་བཤད་ལ་དེ་ནས་གསོལ་བ་དོན་དག་པོ་དེ་ཚུལ་བཞིན་བྱ་འདུག། དེ་ཡིན་ན་བཟོ་བ་དེ་ནས་གསོ་བ་བར་ལ་དོན་དག་གཉིས་སུ་ལ་འཇུག་བྱ་ཡི་བྱ་སྡུག་བཞི་བ་གཅིག་དང་དེ་ནས་ཡང་མཆོག་དང་ཐུན་མོང་གི་དངོས་གྲུབ་རྩ་བདུད་གསོལ་ཟེར་ཀ་འཇིག་ལའང་ཡང་དོན་དག་འགོ་བྱ་ཡི་བྱ་སྡུག་ག་ལས། དཔེར་ན་བདག་ས་ཡིས་སྒྲོལ་མའི་གཟུངས་སྔགས་དང་འབྲེལ་དུ་བཞུགས་ན་དེ་བས་དོན་དག་གཉིས་སུ་ཀ་འགོ་ནའང་འགྲིག་བྱ་ཡི་བྱ་སྡུག། དཔེར་ན་སྒོ་མ་བཞི་བ་བཞུགས་ན་དེ་ནས་རྗེ་བཙུན་སྒྲོལ་མ་ལ་གསོལ་བ་སྨོན་ལམ་བཏབ་ན། དེ་ནས་འཁོར་བའི་སྡུག་བསྔལ་ལ་འགལ་ཚུལ་གཞི་ཆགས་ཤིག་དང། ཡང་དེ་ནས་ཚོགས་ལ་འཇིགས་པ་བརྒྱད་ཀྱིས་མཚོན་པའི་འཇིགས་པ་མཐའ་དག་ལ་གཞི་ཆགས་ཤིག་དང། ཡང་དེ་ནས་ཚོགས་ལ་ང་དང་ནད་དེ་ཚོ་ཚུར་མོ་ཡོང་གི་ལ་དེ་ནས་ནད་ལས་གཞི་ཆགས་ཤིག་དེ་ཚོ་ཞིག་ལ་འགོག་ཐབས་བྱ་ཞེས་བྱ་འདུག། ཡང་མེད་ན་དེ་ནས་ནད་དང་དེ་ཚང་མ་གཞི་སྟེ་དེ་ནས་རྗེ་བཙུན་སྒྲོལ་མས་གཞི་བའི་ཆེད་དུ་དེ་ནས་ཆུ་དང་ཐུན་མོང་གི་དངོས་གྲུབ་རྩལ་དུ་གསོལ་ཟེར་ཏེ་གཞུད་ནའང་རིགས་སེང་བྱ་འདུག་ཡ་ལེ། དེ་ནས་ཏཱྃ། ཨོྃ་ཏཱ་རེ་ཏུ་ཏཱ་རེ་ཏུ་རེ་གསོལ་བ་ཟེར་གི་ནས་སྒྲོལ་མས་ནས། གཟུངས་སྔགས་བར་ལ་ཆ་ཚང་དེ་ནས་འབྲེལ་བཤད་སྙིང་པོ་བདུད་རྩི་བཞུ་ན། དེ་ནས་ཨོམ་བདའ་རེ་བཏུད་བདའ་རེ་བཏུད་རེ་གསོལ་བ་བཞུ་སྙིང་པོ། ནས་དེ་ནས་སྐྱེས་བུའི་རྗེ་བཙུན་སྒྲོལ་མས་ཁོ་བོའི་སྡུག་བསྔལ་གྱི་འགལ་ཚུལ་ལས་ནས་མྱུར་དུ་འགྲོལ་བའི་ཆེད། ནས་རྗེ་བཙུན་སྒྲོལ་མས། ནས་སྐུ་གསུང་ཐུགས་ཀྱི་དངོས་གྲུབ། རྩལ་དུ་གསོལ། ཟེར་ག་འཇིག་རྟོག་བདག་སྙིང་པོ་བདུད་རྩི་བཙུགས་ཤིང་བཅད་གཏུགས། དེ་ནས་ད་རིག་སྔགས་ཕྲེང་བའི་བྷ་ཡ་ནས་ཨ་ལ་ཚིགས་བཅད་བདུད་བཞི་ནག་པོ་མ། དེ་ཡི་གདུགས་ནི་དྲག་པོ་ཆེན་པོ་དེ་ནས་པའམ་གཞན་ཡང་འགྲོ་བ་བཟོད་པ་དང་ནི་འཐུངས་པ་ཉིད་ཀྱང་དྲན་པས་རབ་ཏུ་གསལ་བ་ཉིད་དུ་གདོན་དང་རིམས་དང་བདུད་ཀྱི་གསེར་བས་སྡུག་བསྔལ་ཚོགས་ནི་རྣམ་པར་སྤོང་སྟེ། སེམས་ཅན་གཞན་པ་རྣམས་ལ་ཡང་ངོ། ཚིགས་བཅད་བདུན་ཡོད་དོ་ཨ་ལ་ཚིགས་བཅད་བདུན་པོ་ཡོད་ནོ། དེ་ནས་ད་ཚིགས་བཅད་བདུན་པོ་ལ་འགྲེལ་བཤད་ཞུ་ན་ལས། སྒོ་མ་ཚིགས་བཅད་བདུན་ནས་གནང་ནས་ཚིགས་བཅད་དང་པོ་གཉིས་ལ་འགྲེལ་བ་ཞུ་ན། དེ་ཡི་དུག་ནི་དྲག་པོ་ཆེན་པོ་གཏན་ནས་སྤངས་མི་བྱེད་ཡང་འགྲོ་བ་ཟེར་ད་ཡིག་ཚིགས་བཅད་གཉིས་སེ་དོན་དག་ཅི་ནོ་ཞུ་ན། དེ་ནས་ད་ང་ད་རང་རྗེ་བཙུན་སྒྲོལ་མའི་གཟུངས་སྔགས་ག་ལ། ད་གཟུངས་སྔགས་པོ་ལ་ཞི་བའི་གཟུངས་སྔགས་ཞིག་དང་དྲག་པོའི་གཟུངས་སྔགས་གཉིས་ཟེར་དོན་དག་ཞི་བའི་གཟུངས་སྔགས་པོ་ཨི་དགེ་བཅུ་པའི་སྔགས་ཟེར་ཏེ། ཨོམ་ཏཱ་རེ་ཏུ་ཏཱ་རེ་ཏུ་རེ་སོ་བ་ཟེར་མཁན་པོ་ཨེ་ཀྱི་བརྗོད་པའི་སྔགས་དེ་བཞི་བའི་གཟུངས་སྔགས་ཡིན་ནོ། དེ་ནས་དྲག་པའི་གཟུངས་སྔགས་པོ་ནི། ཨོམ་ན་མོ་ཏཱ་རེ་ན་མོ་ཧ་རེ་ཧཱུྃ་ཧ་རེ་སོ་བ་བཞི་བྱས་པོ། དེ་ནི་རྗེ་བཙུན་སྒྲོལ་མའི་དྲག་པའི་གཟུངས་སྔགས་ཡིན་ནོ། དེ་ནས་ཏཱ་ཡིས་རྗེ་བཙུན་སྒྲོལ་མའི་བཞི་བའི་གཟུངས་སྔགས་དང་དྲག་པའི་གཟུངས་སྔགས་པོ་བཏོན་ན་ཕ་ཡུལ་གཅིག་ཀྱང་བཟི་ཟིར་བུ་ཕ་ཡུལ་པོ་ལ་ད། ཚིགས་བཅད་དང་པོའི་ནང་ལ། ནས། དེ་ཡི་སྟུག་ནི་དྲག་པོ་ཆེན་པོ། ཚིགས་བཅད་གཉིས་པའི་ནང་ལ་གཏན་ནས་སྤང་བའམ་གཞན་ཡང་འགྲོ་བ་ཟེར་ཏེ་ཡོངས་འདུ་བ། ད་ཡིས་གཟུངས་སྔགས་བཞི་བ་དང་དེ་ནི་དྲག་པོའི་གཟུངས་སྔགས་པ་བཏོན་ན། དེ་ཡི་སྟུག་ནི་དྲག་པོ་ཆེན་པོ་ཟེར་ན་གཟུངས་སྔགས་འདོན་པ་དེ་ཡིས་ཟེར་ཏེ་གཟུངས་སྔགས་འདོན་པའི་དེ་ནི་ནུས་པ་ལ་དེ་ནི་ཅིས་བཀག་ཟེར་ན་སྟུག་དྲག་པོ་ཆེན་པོ་ཡིན་ན་ཡང་དེ་ནི་སེལ་དུ་བས་ཅི་བྱུང་ནོ་ཡ་ལས། སྟུག་དྲག་པོ་ཆེན་པོ་ཟེར་ན་དེ་ནི་སྟུག་པོ་ང་དང་ལུས་ལ་ནས་བཞུགས་པ་ཙམ་གྱིས་ལ་དེ་ནས་ང་དང་རང་དུ་རྩོད་ཉུང་ཅིག་ན་ལ་ང་དང་རང་ཤོག་ཡིན་ན་ཡང་དེ་ནས་མེད་པར་བྱ་ཅི་ཡོང་ལ་དཔེར་ན་དེ་ནས་འགྲུལ་ཁ་ཅིག་གིས་དུག་མང་པོ་ཡོད་ཀྱང་འགྲུལ་དགོས་ནས་དེ་ནས་ང་དང་སོ་བརྒྱད་པ་གཉེན་པོ་དེ་ནས་དེ་སྟུག་པོ་བཞུགས་ཏེ་ཧ་ལམ་ད་ང་དང་གོམ་པ་བདུན་བརྒྱབ་སའི་མི་ཞིག་ག་ན་ཡོད་དེ་འགྲོ་དེ་ནས་དང་དེ་རིང་དུས་ཚོད་དང་འབྲེལ་ཏེ་བཞུགས་ན་དེ་ནི་མི་ནི་ང་དྲུག་ན་མི་ཞེས་བྱ་གང་དེ་ཚོ་ཡོང་གདའ་འོ་དེ་ཀུན་ད་ཏུག་དྲག་པོ་ཆེན་པོ་ཡིན་ནོ་རེད་དེ་ཡིས་ཏུག་ནི་དྲག་པོ་ཆེན་པོ་ཞེས་བྱས་སོ། དེ་ནས་སྒྲོལ་མའི་གཟུངས་སྔགས་སུ་གྱུར་པ་དེ་ལ་དེ་ནི་ཏུག་དྲག་པོ་ཆེན་པོ་ཡིན་ན་ཡང་དེ་ནི་སེལ་ཐུབ་པས་འཛིན་ནོ། དེ་ནི་དེ་ནི་ཏུག་པོའང་བཀའ་ཟུག་ཡོད་དོ་ན་ཟེར་ན་ཚིགས་བཅད་གཉིས་སུ་དབྱེ་ན། དེ་ནས་པའམ་གཞན་ཡང་འགྲོ་བ། དེ་ནས་པའམ་གཞན་ཡང་འགྲོ་བ་བཞུགས་ན། ཏུག་པོ་ལ། བསྟན་པ་སྣོད་ཀྱི་འཇིག་རྟེན་ལ་ཡོད་པའི་ཏུག་སྤྱི་དང། གཞན་ཡང་འགྲོ་བ་སེམས་ཅན་ལ་ཡོད་པའི་ཏུག་གཉིས་སུ་ཡོད་ཟེར་བ་མ་ལས། བརྟེན་ནས་པའམ་ཞེས་བྱ་བ་བརྟེན་པ་སྣོད་ཀྱི་འཇིག་རྟེན་ལ་གནས་པའི་དུག། བརྟེན་པ་སྣོད་ཀྱི་འཇིག་རྟེན་ལ་གནས་པའི་དུག་ཟེར་ན་ང་དང་འདུག་ཟེར་ནས་འཛམ་བུ་གླིང་ས་སྐྱེས་པོ་ལ་བརྟེན་པ་སྣོད་ཀྱི་འཇིག་རྟེན་གཞོན་ནོ། བརྟེན་པ་སྣོད་ཀྱི་འཇིག་རྟེན་ན་དུག་ག་གཟུགས་ཡོད་ཀྱི་ཟེར་ན་ནི། ང་དང་རྩྭ་ཡི་རིགས་ཁ་ཅིག་དུག་ཡོད་དོ་ནོ། ཤིང་གི་རིགས་ཁ་ཅིག་དུག་ཡོད་དོ་ནོ་ཨ་ལས་སྐྱོད་པ་ཅིག་དང་དུག་རིགས་མང་པོ་ཡོད་དོ་ནོ་ང་དང་འདུག་ཟེར་ནས་འཛམ་བུ་གླིང་ནང་ལ་ཆུ་ཁ་ཅིག་ཀྱང་དུག་གི་རིགས་དེ་ཚོ་ཡོད་དོ་ནོ། ང་དང་མི་ཁ་ཅིག་དེ་ཆུ་འཐུང་བ་ཙམ་གྱིས་མིའི་གཟུར་མང་ཡང་བྱས་ཡོད་ན།

ད་བསྟན་པ་སྣོད་ཀྱི་འཇིག་རྟེན་ལ་འདུག་དཀའ་ནས་དེ་ནི་འགྲོ་བ་སེམས་ཅན་ལ་གནས་པའི་སྡུག་ཡོད་དོ། ད་ལྟེ་བ་ག་ཚོད་ཡིན་ནོ་ཟེར་ན་ང་ད། དམིགས་བསལ་ལས་དུར་ཁྲོད་ནང་ལོགས་ལ་ད་ཡིན་ནོ་འགྲུལ་དགོན། འགྲུལ་ཞེས་ན་དེ་ནི་ང་ད English ན Snake ཞེས་འདོགས་པ་ལ། འགྲུལ་དགོན་ལ་དེ་ནི་སྡུག་མང་པོ་ཡོད་དོ་ནའོ་ལེ། ད་ང་བྱས་འདུག་སའི་རྒྱ་གར་ལོགས་ཕྱོགས་དགུང་ལ་དཔལ་ལྡན།

དེ་ནས་ད་ཚིགས་བཅད་གསུམ་པ་དང་བཞི་པའི་ཀ། བཟོད་པ་བཏང་ནས་འཐུངས་པ་ཉིད་ཀྱང་དྲན་པའི་རབ་ཏུ་གསལ་བ་ཉིད་ཐོབ། དེ་ནས་བཟོད་པ་བཏང་ནས་ཟེར་ན་དེ་ནས་ང་ད་རང་དག། སྔོན་དེ་དབང་ཆ་གྱིས་ལ་འདོན་དང་འདོན་ན་ལོག་པ་ཁར་གཞི་བཟོད་བྱ་སོགས་ལ་བཟོད་པ་ཞེས་ནོ། འཐུང་བ་ཟེར་ན་དེ་ནི་གསོལ་ཇ་འདོན་བྱེད་སུ་ཆུ་འཐུང་བྱེད་སྟེ་འུ་འཐུང་བ་ལོག་པ་ལ། ད་བཟོད་པ་བཏང་ནས་འཐུངས་པ་ཉིད་ཀྱང་ཟེར་ན་ད་འདོན་དང་འདོན་བྱེད་ལ་ཡ་མེད་ན་ནི་ཆུ་དང་ལྕགས་རིགས་འཐུང་བྱེད་ལ།

བལྟས་སོང་མ་སོང་ད་ང་ལ་ལ་ཟེར་ཡོད་ཆུང་མང་པོ་ཞེ་ང་སྐུ་རེ་མ་སོང་མི་འདེག་ད་རྒྱུད་ལ་ད་ཅིག་གི་ཟེར་རྒྱུ་འདི་ཚོ་མང་པོ་ཡོང་འདུག་ཨ་ལས་འོ་སྐྱོད་པ་ཞིག་ད་ང་ད་རང་སྟེང་འོ་ཡུལ་ཆུང་བ་རེ་ཨ་སྐབས་རེ་ནི་ལ་ཟེར་དོན་དག་སླེབས་པ་ནོ་ཨ་ལས་འོ་བལྟས་ཀྱི་ལ་ད་མི་འདི་གོ་ནི་ད་གཏུག་ལ་སོ་ག་ནི་གོ་ནི་ཟེར་ནི་འདོན་སྟངས་ན་གཏུག་སྟངས་ནོ་ཡ་དེ་ན་ཟོ་སོལ་ཇི་ན་གཏུག་སྟངས་ནོ་བལྟས་ཀྱི་ལ་ང་ད་རང་ད་རྟོག་པ་རྣམ་རྟོག་ཡོང་འགྲོ་ཡ་ན་རྟོག་པ་རྣམ་དག་མ་ཡོང་ན་ཡང་ད་གཏུག་གི་ནོད་པ་དེ་ཚོ་ཡོང་སྲིད་ཅ་ནོ་བསམ་ཚེ་རྗེ་བཙུན་སྒྲོལ་མ་བཀྲ་འདི་རྗེ་བཙུན་སྒྲོལ་མའི་གཟུངས་སྔགས་འདོན། གཟུངས་སྔགས་འདོན་ཏེ་བསྟན་ནས་དེ་ནས་རྗེ་བཙུན་སྒྲོལ་མ་ལ་མཆོད་པ་ཕུལ། དེ་ནས་རྗེ་བཙུན་སྒྲོལ་མ་མཆོད་པ་ཕུལ་ཏེ་དེ་ནས་ཉིན་རང་གསོལ་ཇ་དོན་ཉིན་རང་འདོན་སྟངས་དོན་ནི་དེ་ནས་སྟུག་གི་ནོད་པའོ་ཉིན་ལྔ་དང་བཅུ་ཐུབ་པ་མ་ལགས་ལས་སྒྲོལ་མའི་བྱིན་བརླབས་པས་བྱ་སྟེ། དེ་བ་ལྔ་དང་གཙོ་བོ་གཙོ་བོ་རྗེ་བཙུན་སྒྲོལ་མ་སེམས་གཏིང་ནས་ཡིད་ཆེས་པས་དད་པ་གོ་སོང་དད་པ་འདོད་ན་དེ་ནས་དེ་ནས་དད་པ་དང་འབྲེལ་ཏེ་ད་རྗེ་བཙུན་སྒྲོལ་མའི་གཟུངས་སྔགས་འདོན་རྗེ་བཙུན་སྒྲོལ་མ་ལ་མཆོད་པ་ཕུལ་ན་དེ་ནས་བདེན་པར་རང་དག། ཅེས་བརྗོད་ན་དཀའ་རེ་གཞན་མ་ཡོད་ང་དང་སེམས་ངན་ཅང་སེ་སྟུག་དང་སོས་ན་ཡང། དེ་སྟུག་གི་གནོད་པའོ། ང་དང། མཇུག་སྟུག་གི་གནོད་པ་ང་དང། ཡོང་བ་མ་གནང། མི་ཡོང་རྗེས་སུ་རྗེ་བཙུན་སྒྲོལ་མས་ཁོ་རང་ཡི་ཕ་ཡིན་ནོ་གསུངས་སོ། དོ་དྲན་པའི་རབ་ཏུ་གསལ་བ་མྱི་ཐུབ། རྗེ་བཙུན་སྒྲོལ་མ་དྲན་པ་ཙམ་གྱིས་དེ་ནས་སྟུག་གི་གནོད་པ་ཀུན་སེལ་ཐུབ་པ་ནོ། འོ་དེ་གཟུགས། གསུང་བ་ན་བཞིན་ད་དེའི་དོན་རྟག་པ་དེ་གཟུགས་བཞིན་ནོ།

བཞུ་བ་པོ་ལིན་སོ་ཞིག་གི་ནང་ལས། དེ་ནས་དུག་ལ་སོ་ཞེས་གཉེན་པོ་མཆོག་བྱེད་ན་དེ་ནས་ཉན་རང་དང་ནེས་ཀ་བའི་དོན་བདག་དང་སྒྲུབ་པ་ནོག་དུག་ལ་སོས་པ་བཟང་དུག་གི་ལས། ཁོ་བོ་འཇིག་རྟེན་པའི་ལ་ཞིག་ནོག་པ་དུག་ལ་ཞུགས་ཀུན་པོ་དེ་བས་ང་དང་ནེས་ཀ་ནེས་ཀ་དེ་ནས་རོགས་བྱོས་སའི་ཕན་ཐོགས་དེ་ཚོ་བཏང་ཡོད་སྒྲུབ་པ་ཡིན་ན་ཡང་དེ་ནས་ཉན་རང། ཕུག་ལ་ལ་པ་དེ་བས་གནོད་པ་ཡོང་ནོག་རང་ཁྲ་ཕྲུག་ཀུན་རྒྱལ་ལ་ཆ་མ་ནོག་དེ་ནས་རང། མི་རྒྱུད་ལ་ནི། ཅེས་བརྗོད་ན་ཀར་ང་དང་འཇིག་རྟེན་ལ་གབ་པའི་མི་ཚེ་བཟང་གཏམ་རིང་ཟེར་ཏེ་ང་དང་མི་ཤི་ཟེར་བྱས་ནའང་དེ་སྤེ་ར་ལུས་ཆགས་ན་དགོས་གཏུགས་ལ་སོགས་ན་དགོས་གཏུགས་དང་ལོག་ཟེར་ཏེ་སྤེ་ར་ལུས་སུ་འདུག་གྱུར་པ་ཞིག་སྟེའོ་འཇིག་རྟེན་ནས་དོགས་ལ་བཤད་ན་དེ་མེད་མི་ལོག་དེ་ནས་ང་དང་ཆོས་ཚུལ་དོགས་ལ་བཤད་ན་དེ་གཟུགས་གཏུགས་ལ་སོགས་ཏེ་གཏུགས་པའི་དེ་ནས་གནོད་པ་དང་ན་ང་དང་མི་ཀུན་ཟབ་ན་ནི་དེ་ནས་ཉེ་རང་སྡིག་པ་ཆེན་པོ་ཟབ་དང་ཉེ་བར་གྱིས་བྱས་ནོག་ཏུ་གྲུ་བཞི་དེ་ནས་དེའི་ནང་དང་གནོད་པ་ཡོངས་ཀྱིས་སུ་ལོག་གྱུར་པ་ཞིག་སྟེའོ་ཐུགས་བསམ་པོ་ར་ཟེར་ཏེ་འཇུ་བ་པོ་ལེན། དེ་ནས་ཚིགས་བཅད་ལྔ་པ་དང་དྲུག་པའི་དོན་དག་པ་བཞིན་ཨ་ལས། གདོན་དང་རིམས་དང་དུག་གིས་གཟིར་བའི་སྡུག་བསྔལ་ཚོགས་ནི་རྣམ་པར་སྤོང་སྟེ། དེ་ནས་གདོན་དང་བཞུ་ན་དེ་ནས་གདོན་བཞུ་བྱེད་སོ་ནས་མི་མ་ཡིན་ཀུན་ལ་གདོན་གཟིར་བྱོན་ནོ་པ་ལ་མི་མ་ཡིན་གནོད་པ་སྐལ་དཀར་རིགས་ལ་གདོན་གཟིར་དུ་བྱོན་ནོ། དེ་ནས་མི་མ་ཡིན་གནོད་པ་སྐལ་དཀར་དཔེར་ན་ང་དང་ཤི་འདྲེ་གཟིར་ལ་འདྲེ་གཟིར་དེ་ནས་གཡོག་མོ་འདུལ་བ་དང་ཙན་གྱིས་གནོད་པ་གཟིར་བྱེད་སོ་དྲི་མས་གནོད་པ་གཟིར་ཡོངས་དང་དེ་ཀུན་དང་མི་མ་ཡིན་ནི་གནོད་པ་ཡིན་ནོ་ཡ་ལས་དེ་ཀུན་ལ་ང་དང་གདོན་གཟིར་རོ། གདོན་དང་ཟེར་ན་དེ་ནི་གདོན་གྱི་གནོད་པ་ཡོང་དོ་ད་ང་ད་ད་ཇུས་གཞི་ཞེས་ན་ཁ་རེ་ལ་ལགས་སོ་ཡུལ་མང་པོའི་ནང་ལ་དེ་ནས་ང་ད་ཤི་འདྲེ་གནོད་འདི་རག་ལ་འདྲེ་གནོད་འདི་རག་ཟེར་དེ་ནི་ཟེར་རྒྱུ་མང་པོ་ཡོང་དོ་དེ་ནས་ང་ད་སྐུ་རིམ་ཅིག་ཅིག་བཅོས་མ་ཚར་སྡུག་པོ་དོ། དེ་རིང་བཅོས་ན་ཡང་ཐོ་རེས་ཡང་ཟུར་མོས་ཡང་སྐུ་རིམ་བཅོས་རྗེས་སུ་སྐབས་ལྡོག་སྐབས་ལྡོག་བྱེད་མི་ནི། ད་ཕུག་ལ་ཕན་ཆེས་པོ་གཙོ་བོ་ང་ད་རང་མགོ་ནས་ད་སྒྲོལ་མའི་གཟུངས་སྔགས་སུ་སྐྱུར་སྒྲོལ་མའི་དཔེ་ཆ་སྐྱུར་དེ་ནས་སྐྱབས་གྲོལ་བསགས་འདི་གཟུགས་བསགས་ཐུབ་ན་དེ་ནི

ཡིག་ངོ་ལ་ནི་བུ་ལ་ཛེར་སོང་དང་སྐྱུར་པ་ཞིག་དང་བླ་མ་ཆེན་པོ་གོ་ནི་སྒྲོལ་མའི་གཟུངས་ང་སག་ཟིག་དེ་ཞོན་ནོ། ཡ་དེ་ན་ཚོ་ལ་འགའ་ལན་ཁྲི་ཟུར་རིན་པོ་ཆེ་ང་དང་ལ་དྭགས་སི་ཀི་ཡོད་དོ་མེད་དོ་ཡིན་ནོ་དེ་ནས་རི་ཟོང་ཧྲེ་རིན་པོ་ཆེ་ན་དེ་ནས་ང་དང་ཕྱག་མོ་ཅི་ཞིག་རིན་པོ་ཆེ་དེ་ནས་ཕྱག་མོ། འདི་ཚོ་ང་དང་རྒྱལ་བ་ཕྱག་རྒྱ་ལ་རིན་པོ་ཆེ་དེ་ངོ་སྐྱབས་འགྲོ་སག་མ་ནའི་སག་འདི་ཚོ་ཟེར་སོང་དང་དེ་ཀུ་ནུ་མ་རྒྱལ་ལ་བྱས་ནོ་ལ་བླ་མ་ཆེན་པོ་སྐྱེས་བུ་དམ་པའི་བསླབ་བྱ་བཟང་པོ་བགྱིས་ནོ་ཧ་ལ་ཁོང་ཀུ་ནུ་དེ་ནས་རྒྱབ་ཅིག་དང་ཕྱི་གསུམ་འཕང་དེ་ཚོ་མང་པོའི་གསུང་བ་མི་འདུག་ཨ། ཁོང་ཀུན་ནས་ང་དང་ཕུགས་ཀྱི་ཕམ་ཆད་ཟིག་བེད་ཡ་དེ་ནས། རང་ང་ཆོས་སྤྱོད་ཟིག་རང་ང་ཡ་ནས་སྡུག་བསྔལ་པོ་འང་རང་ང་སྐྱེ་བ་འང་མེད་ལང་ཆགས་ཆགས་ཡོང་ཟིག་པོ་ཚང་རང་ང་ཆོས་སྤྱོད་གོ་ས་མ་དེ་ག་ནས་རང་ང་ཡ་ནས་ཙམ་ཞིག་ཆོས་སྤྱོད་ཟིག་རང་ང་དཀའ་ལས་རྒྱབ་ན་དེ་བས་འབྲས་བུ་འང་བཟང་པོ་རྒྱལ་ལ་ཡང་ནོག་སྐྱོད་པ་ཞིག་དང་དོན་དང་དང་ཟེར་ན་དོན་དག་ནས་མི་མ་ཡིན་ནས་གནོད་པ་དེ་ཟུག་ཡོང་ཆེ་ས་དང། རིམས་དང་ཟེར་ན་དེ་ནས་རིམས་ནད་ཟེར་ན་ཆམ་པའི་ནད་ཟུག་ཡོང་ང་ལས་རིམས་ནད་པོ་ཆམ་པའི་ནད་ལྟ་སྟངས་དེ་རིང་ང་དང་དུ་ཟིག་ལ་པ་དུ་ཟུར་པོ་ད་ཡི་རིམ་ལ་བོད་ཞག་སྟེ་དེ་ནས་ད་རྒྱ་གར་ནང་རྩེ་བིག་ཞིག་རྒྱ་གར་ད་རྒྱལ་རྩ་དགོན་ལ་རྒྱལ་ལ་ཆེན་ཆེན་ནས་ན་ད་ང་དང་ལ་དྭགས་སེ་བྱང་ཕྱོགས་ཡུལ་དགོན་ལ་ཁྱབ་པན་ཅིག་དམིགས་བསལ་ཧེ་མ་ལའི་རི་རྒྱུད་དེ་ནས་ནེ་པཱལ་དགོན་སྟེ་དགོན་ལ་ད་མ་ག་སོ་ཆེན་དོ་ཨོ་དོ་དགོན་རིམ་ནས་དེ་ཡིན་ནོ་ཡ་ལྷེ་དེ་ནས་རིམ་ནས་དེ་ཡོང་རྒྱལ་ལ་དམིགས་བསལ་གྱི་ད་གསོལ་བ་བཏབ་ན་རྗེ་བཙུན་སྒྲོལ་མ་གསོལ་བ་བཏབ་ན་ཕ་ན་ནོག་ཕ་མཇལ་བཟུང་བའང་ད་སངས་རྒྱས་རྣམ་པར་སྣང་མཛད་དེ་གསུངས། བདག་ས་ཡི་སྒྲོལ་མས་སྒྲོལ་མའི་མདངས་སྒྲོལ་མ་གཉིས་ས་གཅིག་ན་འབིང་འདོ། དེར་སྒྲོལ་མའི་ཕ་ཡོན་ན་འབིང་འདོ། འདོན་དང་རིམ་མདངས་ཟེར་ཏེ། རིམ་ནི་ཛི་ན་ཨོ་དོ་གོ་ནི་ཕ་ན་ནོག་ཟེར་དོ་ན་ལ་འདོན་དང་རིམ་མདངས། དུག་གིས་གཟིར་བ་ཟེར་ནི་དེ་ནི་ང་ད་རང་ད། མི་ཞིག་གི་དུག་དང་ཟེར་འགྲོ་ཡ། དེ་ནི་དུག་སྒྲོལ་གྱི་དུག་དང་ཟེར་འགྲོ་ཡ་སྟེ་སྨན་པ་དུག་དང་ག་ནི་སེམས་ཅན་མང་པོ་དུ་ནོག་པ་འདེགས་པ་ར་ཉ་ཟེར་རེ་ཏི་གཟུགས། རྒྱ་གར་ན་ལོ་ཕྱོགས་ལྟ་བུར་མ་སེམས་ཅན་མང་པོ་འོན་ཆ་ན་ཡལ། ལྟེ་བ་ནི་ང་དང་སྟུག་དང་གི་ལ་དེ་ནས་ང་དང་སྟུག་གི་གཟིར་བ་ཟེར་ནས་སྟུག་པའི་ཞག་ཟེར་བས་དེ་གཟུར་མོ་མང་པོ་ཡོང་ཟེར་ཨ་རག་ཨུ་རི་ཟེར་ཀུ་ཅུ་དང་ཟེར་དེ་གཟུར་ཡོང་ལ་ལ་སྤེ་ན་ནས་ནས་རྐང་པ་ལ་སོ་བཏབ་ན་རྐང་པ་གཟུར་མོ་ཇི་སོང་མགོ་བ་གཟུར་མོ་ཇི་སྟུག་པོ་ཀུ་ལེ་ཀུ་ལེ་གཟུག་པོ་ཀུ་ན་ཅུ་བ་ཁབ་ཟེར་ཆ་ནོག་པ་ཁབ་ཟེར་གི་ལ་པད་ཅི་ཞིག་བྱོན་ན་ཀ་རེ་ད་གཟུར་མོ་པད། གདུག་མི་ཐུབ་བྱས་ཚེ་གཟུར་མོ་འཚོ། གཟུན་མི་ཐུབ་བྱས་ཚེ་གཟུར་མོ་ནག་ལའོ། དེ་ལ་གཏུགས་ཀྱིས་གཟིར་བས་གཟིར་ནོ། གདོན་དང་རིམས་དང་གཏུགས་ཀྱིས་གཟིར་བས། གདུག་སྔགས་ཚོགས་ནི་རྣམ་པར་སྤོང་སྟེ་ཟེར་ན། དེ་ནི་ལྟེ་འོག་དང་གདོན་གྱི་གནོད་པ་ཡོང་ན་ང་དང་གདུག་སྔལ་ཡོང་ནོ། ཡ་དེ་ནས་བཟུང་ང་དང་རིམས་ནད་ཡོང་ན་གདུག་སྔལ་ཡོང་ནོ། ལུས་ལ་གདུག་སྔལ་ཡོང་ནོ། སེམས་ལ་གདུག་སྔལ་ཡོང་ནོ། དུག་གིས་གཟིར་ནའང་སྡུག་བསྔལ་ཡོང་རོགས་ད་སྡུག་བསྔལ་སྣ་ཚོགས་པ་ཟ་ན་ཨུ་ཏུ་ཟོས་རོགས་ཡ་ལེ། ལུས་ལ་སྡུག་བསྔལ་ཡོང་ཆེད་སེམས་ལ་སྡུག་བསྔལ་ཡོང་ཆེད་དེ་ནས་མགོ་བ་ཟུར་མང་ཆེད་དེ་ནས། དམིགས་བསལ་གྱི་ད་དུག་འཇོག་རྒྱུ་ལ་དེ་ནས་ང་དང། གཟུགས་པོ། ཡང་ལག་ཚང་མ་ལ་དེ་ནས་ཟུར་མོ་ཡོང་དོགས་ཤིག་དང་སྡུག་བསྔལ་སྣ་ཚོགས་པ་ཡོང་རོགས། སྡུག་བསྔལ་ཚོགས་ནས་རྣམ་པར་སྤོང་སྟེ་ཟ་ན་ཨུ་ཏུ་ཟུག་ཡོང་རྒྱུ་ལ་འཇིགས་ཚོགས་འདྲུད་མ་གསོལ་བ་བཏབ་ན་དེ་ནས་དེ་སྡུག་བསྔལ་ཀུན། མགྱོགས་པོ་མགྱོགས་པོ་གཞིས་བྱེས་ཟེར་ཏེ་བཟོ་ནོག་ལ་མྱུར་དུ་གཞིས་ཟེར་ཏེ་ནང་སྡུག་བསྔལ་ཚོགས་ནས་རྣམ་པར་སྤོང་སྟེ་ཨུ་ཏུ་ཨུ་ཏུ་འདག་ཏུ་ཟུག་བྱེད་ནོག། དེ་ནས་ད་ཚིག་རྗེ་ཐ་མ་བདུན་པའི་སྐབས་སེམས་ཅན་གཞན་པ་རྣམས་ལ་ཡང་ངོ་ཟེར་ན་དེའི་ཕྱིར་གསུངས་དོན་ཟེར་ན། ང་ལྟར་ཡང་ད་ནི་གདོན་གྱིས་གནོད་པ་རིམས་ནད་ཡ་དེ་རྣམས་སོགས་ལ་ཡང་ནི་དུག་གིས་གནོད་པ་ཡང་འགྱེད་ལ་དེ་ནི་དུག་གི་སྡུག་བསྔལ་དེ་ཀུན་ནས་ཞི་བར་མ་ཚད་དེ་ནི་སེམས་ཅན་གཞན་པ་ཞིག་ལ་ཡང་འགྲོ་བ་ལ་མི་གཞན་པ་ཞིག་ལ་དེ་ནི་ཁོ་བ་རིམས་ནད་ཡོངས་སུ་ཁྱམས་ནད་དུ་སུ་ཡང་འགྲོ་ཡ་དེ་རྣམས་སོགས་ལ་ཤི་འདྲེ་ལན་འདྲེ་གནོད་པ་ཡང་ན་ང་ལྟར་ནའང་སྒྲོལ་མའི་གཟུངས་སྔགས་བཏོན་ན་ཁོ་ཡེ་ནས་སྡུག་བསྔལ་ཀུན་མེད་གན་ཆ་ནོག་ཟེར་དུས་ཡིན་ནོག་ཡ་དེ་བས་ད་བདེན་པ་ཡིན་ནོག་བ་ལ། ཡེ་ཤང་སྐྱ་བོ་ཀུན་མང་པོ་ཞིག་གིས་དེ་ནས་ནའང་བླ་མ་དགེ་འདུན་རྒྱུད་སུ་ཁྱུང་སུ་འགྲོ་ཆོག་ཟེར་རྗེས་སུ་བང་སྐྱོར་བྱས་ད་བླ་མ་དགེ་འདུན་ངོ་ནས་སྐྱོར་དེ་ནོག་དེ་ཕན་ཐོག་པོ་ངེད་ཅག་ཡོང་བ་འདུག་ཨ། ཨོ་དེ་ཚོ་ང་ལྟར་ནའང་ལག་ས་རྣམ་དག་ཀུན་ནས་ད་ང་ལྟར་ནའང་བདག་སོགས་སྒྲོལ་མའི་འདྲ་བྱེད་ཟེར་མཁན་ངེད་ཅག་ཀུན་ནས་ད། ཁ་ལྕེ་གཟུར་མོ་གཡོ་འགྲོ་ཁ་ལྕེ་གཟུར་མོ་མི་འགྲོ་གཟུར་མོ་མེད་མཁན་དགོས་ནས་ང་གཟུར་མོ་མེད་རག་བསམ་སེམས་མ་སྡུག་པ། གཟུར་མོ་གཞན་གཟུར་མོ་ཡོད་མཁན་དགོས་ནས་ངས་ང་ལྟར་ང་ལ་གཟུར་མོ་ཡོད་མཁན་ནས་སེམས་ཅན་དགོས་ནས་བསམ་བློ་བཏང་ཟེར་དེ་དགོས་ནས་ལ་ཕན་ཆེ་ཟེར་བས་དེ་ནས་འགྲུར་མེད་གཟུངས་སྔགས་འདོན། ཉི་མ་རེ་རེར་འཕྲེང་སྐོར་རེ་རེ་འདོན་ཐུབ་ན་བལྟས་བལྟས་བས་ནུས་པ་བཞག་ཟེར་དེ་ནས་ང་དང་ཕྱོགས་གཅིག་ནས་ཉི་མ་རེ་རེར་འགྱེལ་བ་བསགས་ཟེར་དེ་ནས་བག་ཆགས་བཟང་པོས་ལུས་ས་ནོག། ཕྱོགས་གཅིག་ནས་དེ་ནས་སྐབས་ཐོག་ཁོ་རང་ད་ཡིས། ཅི་ཞིག་བྱས་ན་ག་རེ་ད་རིམས་ནད་དེ་གཟུར་མོ་ཡོང་མཁན། སེམས་ཅན་གཞན་པ་རྣམས་ལ་ཡང་ངོ་ཟེར་ཏེ་སེམས་ཅན་གཞན་པ་རྣམས་ལ་ཡང་ཕན་འདོགས་ཡོང་ང་ནོག་ཟེར་ཏེ་ཞུས་ཟིན་ནོག། འོ་ད་དོན་དག་པོ། དེ་རིང་རིག་སྔགས་འདྲེན་པའི་ཕ་ཡོན་པོ་ཚིགས་བཅད་དུ་བསྡུས་ནས་ན་ད་ཙམ་ཞིག་དོན་དག་སྟན་དེར་དེ་ངས་ཀྱང་ཞུས་ཚར་དེ་ཡིན། དེ་ནས་རྒྱུད་ལས། རྣམ་ཐུགས་ཁམས་བཟང།